ཨོ་ད་རིང་གི་གསུང་བཤད་གནང་མཁན་དེ་ཨ་ནི་དགེ་བཤེས་ཐུབ་བསྟན་རྡོ་རྗེ་ལགས་རེད་ཨ་ནི་དགེ་བཤེས་ཐུབ་བསྟན་རྡོ་རྗེ་ལགས་ད་དགེ་བཤེས་ཀྱི་སློབ་སྦྱོང་གནང་ས་འདྲ་པོ་དེ་རྒྱ་གར་ལྷོ་ཕྱོགས་ཨ་ནི་དཔལ་ལྡན་འབྲས་གར་བུམ་པའི་ཡ་གྱལ་འབྲས་སྤུངས་བློ་གསལ་གླིང་ཨ་གྲྭ་ས་ནས་རེད་ད་སློབ་གཉེར་གནང་ས་འདྲ་པོ་དེ་རེད་ད་ད་ལྟའི་ཆར་ལ་ཕྱག་ལེན་གནང་ས་འདྲ་པོ་དེ་ཨར་གན་སཱ་ཡུ་ནི་ཝེར་སི་ཏི་ནང་ལོགས་ལ་ད་སློབ་ཕྲུག་མང་པོ་ཞོལ་ཕྱིར་ད་ད་རྒན་ལགས་ཀྱི་སློབ་ཨ་ནི་ནང་དོན་རིག་པའི་གཞུང་ལུགས་རེད་ད་གནང་བཞིན་འདུག་ཨོ་དེ་ཚོའི་སྒང་ལ་ད་རྒན་ལགས་ཀྱི་ལོ་མང་པོའི་རིང་ཁར་ལྟ་སྐུ་ལས་བཞི་བཅུ་བསྐྱོན་བྱས་ཏེ་སློབ་ཁྲིད་གནང་གི་ཡོད་རེད་ཨང་ད་རིང་འདི་ད་གོ་སྐབས་བསྟུན་བྱས་ནས་དགེ་བཤེས་ལགས་ཀྱི་དེ་བརྗོད་གཞི་འདྲ་བོ་དེ་གཞི་ལམ་འབྲས་གསུམ་གྱི་རྣམ་གཞག་དང་འབྲེལ་བའི་ཐོག་ནས་ལས་འབྲས་ཀྱི་སྐོར་ལ་གསུང་བཤད་གནང་ཡ་རེད་བཞག་དགེ་བཤེས་ལགས་ཀྱི་བཀའ་མོལ་བཅོ་ལྔ་ཅིག་གནང་རོགས་གནང་མང་ཚོགས་ཀྱི་དྲི་བ་དེ་དུས་སུ་ལེན་གྱི་ལགས་སོ་དུས་ཆེ་ན།
ལགས་སོ་དུས་ཆེ་ན། ཚང་མ་ལ་བཀྲ་ཤིས་བདེ་ལེགས་ཡོད།

གངས་རི་རལ་བའི་སྐོར་བའི་ཞིང་ཁམས་སུ་བོད་ནང་སྡེ་བ་མ་ལོན་ཅུང་བ་ནས་སྐྱ་རེངས་སྲིང་བ་བསྟན་འཛིན་རྒྱ་མཚོ། ཞབས་པད་བསིལ་ལྡན་བར་དུ་བསྟན་འགྱུར་ཇོ་རུ་ཟླ། གོས་དར་དང་བཅས་འཚམས་འདྲིའི་གཞིས་བྱེས་བོད་མི་ཡོངས་དང་ལྷག་པར་དུ་སྡེ་བ་ལ་ཕེབས་ཏེ་ངའི་སྐྱབས་བཅོལ་དགེ་འདུན་གྱི་སྡེ་རྣམ་པ་དེ་མི་མང་ཚང་མ་ལ་ངེད་ཀྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད། ད་ངས་བརྗོད་གཞི་དེ

ཞེ་ལམ་འབྲས་གསུམ་ཟེར་ཡ་དེ་གི་ཞེ་རགས་རྒྱ་ཆེན་པོ་རེད། ཧ་ལས་པའི་རྒྱ་ཆེན་པོ། པའི་ནང་ཆོས་དང་ཡོད་ཚད་གང་ག་ཞེ་ལམ་འབྲས་གསུམ་ན་བསྡུས་བ་རེད། པ། ཉེ་ཆར་གཅིག་གི་ནང་ལ་ཡང་ཟ་ཐང་འཐུང་ཐང་ཡོན་ཅན་ནས་གང་ག་ལ་ཞེ་ལམ་འབྲས་གསུམ་ན་བསྡུས་ནས་བཤད་དགོས་ཀྱི་ཡོད་རེད་བཤད་སྟངས་དེ་ལྟར་རེད་དེ་ང་ཚོ་དུས་ཚོད་སྐར་མ་བཅོ་ལྔ་ནང་ལ་ཡང་རྡོག་རྡོག་རིག་རིག་ཟུར་ཟས་དགོས་ཀྱི་ཡོད་ར།

ཐུན་མོང་བའི་དོན་ལམ་ཐུན་མོང་བའི་དོན་ནི་གཞི་ལམ་འབྲས་བསལ་ཏེ། ནང་པ་སངས་རྒྱས་པ། ཆ་ཚང་གི་འདོད་ཡལ་གྱི་གཞིའི་རྣམ་བཞག། ཡང་ཐེག་པ་ཆེན་པོ་བཅུ་པོ་གི་འདོད་པའི་གཞི་ལམ་གྱི་རྣམ་བཞག། དེ་ནས་སྔ་ཐེག་པའི་ལུགས་ཀྱི་གཞི་ལམ་གྱི་རྣམ་བཞག། ད་ཅི་ངས་ཞུས་ན་བཞིན་ཞེས་ར་ཤི་ར། མང་པོ་ཁྲག་པོ་ཞུས་ནས་ཕན་ཐོག་གི་མ་རེད་གོ་དགོས་མ་རེད་ད་དེ་ལྕགས་སྲིན་པོ་ཅི་རེད་འོ་དེ་རེད། ཨ་ནི་དེ་རེད་རྩ་བའི་གེ།

ལྟ་དུས་སྒང་སྒང་ཞིག་མོ་ཞིག་བདེན་བཞི་ལན་གསུམ་རྣམ་གྲངས་བཅུ་གཉིས་ཐོག་ནས་གསུངས་ཡོད་རེད་ད་དེ་གི་ནང་ནས་བདེན་བཞི་ལན་གསུམ་གསུངས་གི་ནང་ནས། སྡུག་བསྔལ་ཤེས་པར་བྱ་ཀུན་འབྱུང་སྤང་བར་བྱ་དགོས་པ་མངོན་དུ་བྱ་ལམ་བསྒོམ་པར་བྱ་ཟེར་བྱེད་དུ་བ། འོ་དེའི་ཐོག་ལ། དེ་དང་ད་དུང་སྦྱར་ཤོས་དང་བ་ལས་ལ་བའི་དོན་སྦྱར་གྱི་ཡིན་ན། སྨན་གྱི་དོན་ནས་བཤད་བྱ་ན། ནད་ནི་ཤེས་བྱ་ནད་ཀྱི་རྒྱུ་ནི་སྤང་བྱ་ལ། བདེ་ནི་ཐོབ་བྱ་སྨན་ནི་བསྟེན་པར་བྱ་བ་ལྟར། སྡུག་ནི་སྡུག་བསྔལ་རྒྱུ་ནི་དེ་བཞིན། ཤེས་བྱ་སྤང་བྱ་རེ་བ་བྱེད་ཅིང་བསྟེན་པར་བྱ་ཟེར་དུས་ཀྱི། ད་དེར་མ་བྱས་དཔེར་ན་ནད་དེ་ནད་ཤེས་པར་བྱ། ནད་ཤེས་པར་བྱས་ནས་ནད་ཤེས་ནས། ནད་ཤེས་ཚར་དུས་ས་ནས་ནད་དེ་ལ་ད་དུང་ནད་ཤེས་ན་ནད་དེ་ལས་སྤང་འདོད་ཡོད་ན། སྤང་པར་བྱེད་པ་ལ་སྤང་བྱའི་རྒྱུ་ཨ་རུན་ཀུན་འབྱུང་དེ་སྤང་དགོས་རེད་ཟེར། སྡུག་བསྔལ་ཤེས་བྱ་སྡུག་བསྔལ་ཤེས་པར་བྱ། སྡུག་བསྔལ་ཤེས་སྡུག་བསྔལ་ཤེས་པར་བྱ་རྗེས་ལ་ཀུན་འབྱུང་སྤང་བར་བྱ། སྡུག་བསྔལ་གྱི་རྒྱུ་གང་ལས་བྱུང་བའི་ཀུན་འབྱུང་ལས་དང་ཉོན་མོངས་གཉིས་ཡོད་པ་དེ་འདི་ལས་སྤང་བར་བྱ་དགོས་རེད།

མཐར་ཐུག་གནས་དེ་ལས་ཐ་དད་ཁག་ཅིག་མེད་པ་ཙམ་མ་ཡིན་པར་བྱས་ནས་རྩ་བ་ནས་མེད་པར་བཟོ་དགོས་དོན་ན་སྡུག་བསྔལ་གྱི་ཀུན་འབྱུང་དེ་ལ་མེད་པར་བཏང་དགོས་ཡོད་རེད་མེད་པར་བཟོ་དགོས་ཡོད་རེད་དེ་ལས་ཐར་དགོས་ཡོད་རེད། དེ་བས་ཐར་པའི་དེ་ལས་ཐར་པའི་གེགས་ཐར་པའི་ལམ་དེར་ཐར་པ་ཟེར་ནི་མི་འདུག་བཙལ་ནས་ན་ཚ་དུ་མ་བཟོ་ནས་བཙལ་ནས་ད་རྩ་བ་ནས་རྩ་འགོག་བཏང་བ་དེ་རེད། དེ་ནས་དེ་ལ་བརྟེན་ནས་ལམ་དེ་ལས་འབྲས་བུ་ཆེ་གེ་བ་སོང་ཙང་འོ་དེ་དཔེ་དེ་དེ་ནས་སྦྱར་ནས་གསུངས་ཡོད་རེད། དེ་ལྡོག་ལྟ་རུ་ཞུས་པ་ཡིན་ན་ནས་སྡུག་བསྔལ། བདེན་བཞི་རྣམ་གཞག་གི་ནང་ལ་ཡང། སྡུག་བསྔལ་ཤེས་པར་བྱེད་པ་ལ། སྡུག་བསྔལ་གྱི་ཁྱད་ཆོས་ཟེར་ནས་མི་འདུག་རྣམ་པ་ཟེར་ནས་མི་འདུག་མེ་སྟག་བཅུ་དྲུག་ནང་ནས་མེ་སྟག་སྡུག་བསྔལ་སྟོང་དང་མེད་གསུམ་ཞེས་བཀོད་གལ་ཆེན་པོ་རེད། སྡུག་བསྔལ་དེ་མེ་སྟག་པ་ཡིན་པ། སྡུག་བསྔལ་དེ་སྡུག་བསྔལ་ཡིན་པ། སྡུག་བསྔལ་དེ་བདག་མིན་པ་ཡིན་པ་སྡུག་བསྔལ་དེ་སྟོང་བ་ཡིན་པ་ཤེས་དགོས་པ་རེད། ད་ངས་དེ་ཐོས་ནས་དེར་བཤད་ཉན་འདོད་སོང། ང་ཚོ་དང་ལུང་པ་དེ་འདྲ་བྱེད་ལ་སླེ་དེ་ཡོད་རེད། ཡག་དུ་ག་རེ་ཡིན་ནས་མེད་ནས། ད། ལས་ཀྱི། དབང་གིས། ད། ཆོག་བྱས་ནས་གནས་ཚུལ་ཐག་སྐྱོ་པོ་ཅིག་ཐོག་ནས་ང་ཚོ་ལུང་པ་དེར་སླེ་རེད། སླེ་ནས། ཀླད་པ་རེད་དེ་བོད་པ་སྐྱབས་བཅོལ་རྒྱ་གར་ལ་བྱོན་མཁན་རེད་ཕྱི་རྒྱལ་བྱོན་མཁན་རེད་ཚང་མ་ལགས་ཀྱི། སྐྱབས་བཅོལ་ནང་ནས་སྐྱབས་བཅོལ་མ་འདྲ་བ་ཅིག་དང། ཅིག་མི་གང་ག་གི་མིག་དཔེ་ཡག་པའི་ཆ་མིག་དཔེ་ཡག་ཏེ་བྱེད་ས་ཅིག་དང་དེ་འདྲའི་ཆེད་ལས་ཚང་དང་ཆ་དེ་གི་ཡོད་རེད། དེ་འདྲའི་སྐྱབས་བཅོལ་གྱི་གནས་སྟངས་དེ། དང་ཐོག་འདི་ནི་ཕྱི་རྒྱལ་ཁག་ལ་ཨ་རིའི་འདྲ་པར་ཆགས་བཞིན་ཡོད་ན་འདི་འདྲའི་རེད་འདི་འདྲའི་ཡོད་རེད། རེད་དེ་སྐྱབས་བཅོལ་ལ་ཡོང་པ་རེད་དེ། ལུང་པ་འདི་ནས་སླེབས་འདོད་ཡོད་རེད་དེ། ལུང་པ་འདི་ལ་ལེགས་ཕྱོགས་ཡོད་རེད་ཉེས་ཕྱོགས་ཡོད་རེད། ལེགས་ཕྱོགས་ཡོད་རེད་ཉེས་ཕྱོགས་གཉིས་ཡོད་རེད། ད་རྒྱུ་དངོས་པོའི་ཕྱོགས་ནས་ཨ་ནི Material Wealth ཟེར་དེ་དོན་ནི་ལུང་པ་འདི་ལ་ཚད་ལས་བརྒལ་བ་རེད་ཧ་ལས་བརྒལ་བ་རེད། ད་ཡིན་ནས། ནང་གི་སེམས་ཀྱི་ཐོག་ནས་ངོམ་པ་དེ་ལ་ད་ཞི་རག་གི་ཀ་ལ་ཁ་པོ་ཆགས་བསྡད་ཀྱི་ཡོད་རེད། ཨ་རིག་གི་མི་དམངས་དང་རྒྱ་ཆ་རུ་ཞིག་དགོས་ཀྱི་ཡོད་ན་རྒྱ་ཆ་བརྒྱད་ཅུ་གྱ་ལྔ་དེ་མང་ཆེ་ལ་སེམས་ཀྱི་སེམས་ནད་ཐོག་ལ་ཡང་དཀའ་ངལ་འཕྲད་བསྡད་ཀྱི་ཡོད་རེད། ད་དོན་དག་ཡང་འདི་གར་ཞུས་པ་ཡིན་ན། ལུང་པ་སྡེ་པ་བཅས་ལ་སླད་རྒྱུ་དངོས་པོ་དང་དཔལ་འབྱོར་དང། ཡོད་པ་ཙམ་གྱིས་ང་ཚོ་ལ་ཡང་དགོས་ཡས་ཀྱི་བདེ་བ་ཚང་མ་སྒྲུབ་ཐུབ་ཀྱི་ཡོད་མ་རེད། རྒྱུ་དང་དངོས་པོ་ཟེར་མཁན་དེ་གའི་གནས་སྐབས་ཀྱི་གནས་སྐབས་ཀྱི་དཀའ་ངལ་སེལ་བྱེད་རེད་མ་གཏོགས་མཐར་ཐུག་གི་དཀའ་ངལ་སེལ་ཐུབ་ཡོད་མ་རེད། མཐར་ཐུག་གི་དཀའ་ངལ་སེལ་ཐབས་ཤེས་དེ་ག་རེ་ལབ་ན་ང་ཚོ་ལ་མ་གཏོགས་གཞན་དག་ཞེ་དྲག་ཁག་པོ་རེད་ལབ་པ་དེ་ནང་ལ་ང་ཐུགས་རིང་ལབ་ར་སློབ་ཁྲིད་བྱེད་ལོ་མང་པོ་འགྲོ་གི་ཡོད་རེད། ཐུགས་རིང་སློབ་གྲྭ་ནང་བསྡད་ནས་ཡང་ནི་ཕྱི་རྒྱལ་གྱི་ལྟ་གྲུབ་མང་པོ་སྦྱངས་ཡིན། ད་དངོས་གནས་ང་ཚོ་ལ་ཡོད་པའི་ལྷག་པར་དུ་ཡང་ནི་ནང་ཆོས་ཙམ་མ་ཡིན་པའི་ཐེག་པ་ཆེན་པོ་མདོ་སྔགས་ཟུང་དུ་འབྲེལ་བའི་བསྟན་པ་ང་ཚོ་ལ་ཡོད་དེ་ངན་གྱི་ད་ཐབས་ཟེར་ནས་ལམ་ཟེར་ནས་མི་འདུག་ད་འཛམ་བུ་གླིང་འདི་ན་པད་ཕྱོགས་དུ་གྱུར་པ་རྩིས་འཕོད་ཆགས་དུ་ཡོད་རེད། རྩིས་འཕོད་ཆགས་དུ་ཡོད་རེད། ད་དེའི་ནང་ནས་བོད་པའི་གི་ཆོས་དེ། ལྟ་མིན་སྤྱོད་དེ་ག་པར་དར་བ་ཡིན། ལུང་པ་དེ་དང་དེའི་སྐབས་ཀྱི་ཨ་ནུས་གཅིག་གི་རིག་གཞུང་དང་མང་པོ་གཅིག་དང་འབྲེལ་བ་ཡོད་པ་སོང་ཙང། ད་བོད་ལ་ཆོས་དེ་དར་རུང་དུས་ཙམ་ནས་དེ་ནི་ཆོས་དེ་ཧ་ཅང་གི་བརྩི་ནུས་ཟབ་པ་དང་རྒྱ་ཆེན་པོ་དང། དཔེ་ལྟར་ཆོས་དར་རྩི་ཕུད་དུ་མ་སོང་དུས་ཀྱི་མི་རིགས་དོན་ནི་དེ་འདྲའི་གི་ཆོས་རྩ་ཆེན་པོ་དེ་བོད་ལ་ཡང་དེ་རིང་ཙམ་ནས་མིན་ལོ་ཙཱ་བ་རེ་གཉིས་མིན་གཅིག་གང་ཚུལ་ད་ཆོས་རྒྱལ

ཕྱི་རྒྱལ་སྐད་ཚང་མ་དང Oral Tradition ཟེར་ཏེ Oral Tradition ཟེར་ཏེ་ངག་རྒྱུད་ཟེར་ཏེ། བོད་ངག་རྒྱུད་དེ་ངག་རྒྱུད་ཙམ་མ་ཡིན་པ་བྱས་ནས་ངག་རྒྱུད་དང་ངག་རྒྱུད་ཙམ་མ་ཡིན་པ་བྱས་ནས་ཡང་དེ་ལས་ཡིག་ཐོག་ནས་དུས་རབས་བརྒྱད་པ་ནས་བཟུང་སྟེ་ནང་ཆོས་གང་གི་ཡིག་ཐོག་ནས་བབས་ཡོད་རེད། ཡིན་ནས། དུས་རབས་མང་པོའི་རིང་ལ་ད་ལྔ་བཅུ་ང་དགུ་ཡན་ཆད་ཀྱི་སྔས་ལ། བོད་པ་གཅིག་གི་ཆ་ནས་ཨན་གཅིག་གི་གྲི་ལོ་ཤིང་གི་རི་བས་སམ་ཞི་རགས་ཁག་པོ་རེད། གཞུང་གི་གཞུང་ཞབས་དེ་ཚོ་མ་གཏོགས་གྲི་ལོ་དེ་འདྲ་གི་འཇང་ཡས་ཀྱི་གོ་སྐབས་ཡང་རག་གི་མ་རེད། ཨ་ནེ་གཅིག་གི་དགོས་པ་ཡང་ཐོན་གི་ཡོད་མ་རེད། གང་སོང་ན། འབྲོག་པ་གཅིག་རེད་ཞིང་པ་གཅིག་རེད་ཡི་གེ་གི་དམིགས་བསལ་གི་ཁོང་ལ་ཡང་ཉིན་ཞག་གཅིག་ལ་འཚོ་བ་ལ་ཐོན་གི་མེད་པ་སོང་ཙང་ཡིན།

འཕྲད་དང་འཕྲད་བཞིན་པ་རེད། ཆོས་ཚོགས་ཀྱི་ཆོས་དང་རིག་གཞུང་རྩ་ཆེན་པོ་དེ་ཡོད་པ་དེ་ལ་ཡང་ཨ་ནི་གཅིག་གིས་ཉམས་ཞིབ་བྱས་དེ་ལས་ཉམས་ཞིབ་གནང། ལྷག་པར་དུ་ཕ་མ་ཚོ་གི། སོ་སོ་གི་བུ་ཕྲུག། བོད་ཀྱི་སོན་རྩ། དེ་ཚོ་ལ་ཡང་མིག་དཔེ་ཡག་བལྟས་བྱེད་ས། ནང་མི་གཅིག་གི་ནང་ལ་ཡིན་ན་ཁ་རྩོད་སྣ་རྩོད་མ་ཡིན་པ། སྤོ་གོ་ཚོ་ཡིན་ན་མིག་དཔེ་ཡག་བལྟས་བྱེད་ས། རྒྱ་གར་རིན་པོ་ཆེ་གདའ་བ་གསུངས་བསྡད་གི་ཡོད་རེད། སྤུ་གུ་ཆུང་ཆུང་ཟེར་ཡས་དེ་གི་ཕ་རྟ་ཡས་དེར་ཡག་ཤིང་གི་རེད། ཕ་ལབ་པ་ལས་རྟ་ཡས་མིག་རྟ་ཡས་ཡོད་ན་དེ་ཡག་ཤིང་གི་རེད་ཟེར་ཏེ་འོ་དེ་རེད་ལམ་ཟེར་ཏེ། སོ་སོ་གི་གཞི། རང་རྒྱུད་ལ་ཡོད་རང་ལ་ཡོད་བསྡད་པའི་གི་ནོར་བུ་རྩ་ཆེན་པོ། ཆོས་དང་རིག་གཞུང་རྩ་ཆེན་པོ་ཡོད་པ་དེ། ལང་ཀ་དང་མ་སོང་ན་བེད་སྤྱོད་མ་སོང་ན་འགྲོགས་པ་ཅང་མ་བཏང་འདོགས་པ་མ་བཏང་པ་བྱས་ནས། ཨ་ནི་བེད་སྤྱོད་ཡག་པོ་བཏང་ཡས་དེ་གལ་ཆེན་པོ་རེད་དེ་བྱས་ན་འབྲས་བུ་ཐོག་ཐུག་དེ་ཡང་ཡོང་གི་རེད། དོན་དག་ཡང་དེ་དུས་ཚོད་ཞེ་དྲག་མེད་པར་སོང་ཙང། ད་དོན་དག་ཡང་དེ་གི་གཞི་ལམ་འབྲས་གསུམ་གི་རྣམ་གཞག་ཚུར་བསྡུས་ན། ལས་ཟེར་བ་འདི་རུ་ལས་ཟེར་དེ་ན་ལ། ལས་ལ་འཇིག་རྟེན་སྣ་ཚོགས་སྐྱེ་དེ་ནི་བསམ་པ་དང་དེ་བྱེད་བསམ་པ་ཡི་གེ་ལས་ཡིན་ནོ་ཟེར་དེ་རེད། ཞུས་སྔ་མ་མཛོད་ཀྱི་ནང་དེ་འདྲ་གསུངས་ཡོད་རེད། མཁས་མཆོག་དབྱིངས་ཉིད་ཀྱིས། ལས་ལས་འཇིག་རྟེན་སྣ་ཚོགས་སྐྱེ་ཟེར་དུས། ཚེ་འདི་ན་ལ་ནང་བཅུད་ཆོས་ལྷ་ཀྱང་འདུས། ལས་ལས་འཇིག་རྟེན་སྣ་ཚོགས་སྐྱེས་ཟེར་འདི་ན་ལ། བདེན་པ་ཞིག་གི་ན་ནི་བདེན་པ་གཉིས་པ་ཀུན་འབྱུང་བདེན་པ་ཟེར་ཏེ། ཀུན་འབྱུང་བདེན་པ་ཟེར་དེ་ལ་ཡང་ལས་ཀྱི་ཀུན་འབྱུང་དང་ཉོན་མོངས་པའི་ཀུན་འབྱུང་གཉིས་ཡོད་རེད། ལས་ལས་འཇིག་རྟེན་སྣ་ཚོགས་སྐྱེས་ཞེས་པའི་ལས་དེ། དེ་ག་ཚོད་སྐྱེས་པ་གཅིག་དང་གཅིག་གི་ཤ་མོ་ཤ་མོ་དོན་རང་བཞིན་མ་རེད། ཉིན་མོ་དུས་གསུམ་ལ་བརྟེན་ནས་ལས་ལས་འཇིག་རྟེན་སྣ་ཚོགས་སྐྱེ་དགོས་ཡོད་རེད། སྲིད་པ་འཁོར་ལོ་སྐྱིད་དེ་ལ་ཡ། སྐྱིད་ཐ་མ་ཐ་མ་སྐྱིད་སྐྱིད་མ་དེ་ལ་ཡ་ཉིན་མོ་དུས་གསུམ་ཚུན་ཡས་བྱེད་དུ་བྱ་བ་གསུམ་ཡོད་རེད། གཉིས་པ་དེ་ལ་ཡ་ནི་དཀར་ནག་གི་ལས་ཚུན་ཡས་བྱེད་དུ་དཀར་པོའི་ནག་པོ་གི་རི་མོ་ཡོད་རེད།

ཉི་མའི་གི་འབྲས་བུ་དེ་ལ་ཡང་ཉི་མ་ཟེར་མིང་བཏགས་པ་རེད་མ་གཏོགས་ཉི་མ་དངོས་གནས་མ་རེད་བ་དེ། ཉི་མ་དངོས་གནས་དེ་ཡི་གེར་མ་ཤར་རེད་ངོས་འདིར་བ། ང་ཚོའི་ཉིན་ཞག་གཅིག་ནང་ལ་བེད་སྤྱོད་བཏང་མཁན་དེ་ལ་ལེགས་རེད་ཟེར་དེ་གི། དོན་དམ་པའི་ལེགས་ཟེར་གི་ཧ་གོ་གོ་འདུག་ན་སེམས་གདིང་ནས་ལས་འདོགས་ལ་ཡིད་ཆེས་པའི་ཉེས་ཆད་ཀྱི་དད་པ་བརྟན་པོ་ཅིག་དགོས་རེད། ད་ངས་ཞུས་པ་ནི་བཞིན་གྱི་དཀོན་མཆོག་འདི་མ་ལ་རྒྱུའོ། ཀུན་འབྱུང་རབ་རྒྱས་རྐྱེན་གྱི་རྣམ་པ་ཞེས་ཟེར་ཏེ་རྒྱུའོ་ཟེར་ན་ཁ་རེད། ཉོན་མོངས་དུག་གསུམ་འདི་རྒྱུ་ལས་སྐྱེས་པ་རེད་ལབ་ན། ད་ང་ཚོ་བཤད་ནས་དུས་ཚོད་ཡར་མ་རེད་མོད་ད་ལྟའི་སྣང་བའི་འཐད་པ། ནང་ཆོས་མ་ཟད་དེ་ནི་ནང་ཆོས་ཀྱི་བརྙན་གྱི་བྱུང་བའི་གི་རྟོག་གེ་འདི་ང་གི་ང་དུས་ན་བཤད་ཡོད་རེད།

ཀུན་འབྱུང། རབ་རྒྱས་རྐྱེན་གྱི་རྣམ་པར་ཤེས། ད་ལྟར་སེམས་སྡིག་ནས་ངེས་ཤེས་བསྐྱེད་པ་གོ་རེ། སོ་སོ་སྡུག་བསྔལ་གྱིས་མྱོང་ནས་དེ་ལས་ཀྱི། ལས་ཉོན་གྱི་འབྲས་བུ་ཡིན་བསམ་བསམ་གྱི་སེམས་སྡིག་ནས་དག་སྣང་གཅིག་སྐྱེས་ཐུབ་པ་གོ་རེ། དེ་ག་ཚོད་སྐྱེས་ཐུབ་པ་ཙམ་གྱིས་ཕན་ཐོགས་ཀྱི་མ་རེད། དེ་ག་རེ་དགོས་ཀྱི་ཡོད་རེད་ལགས་ན་དེ་ལ་བལྟས་ནས།

འདས་མ་མངོན་སུམ་དུ་མཐོང་བས་ཨ་རེ་ངེད་རང་འཕགས་པ་ནང་ལ་ཡ། སྲིད་པ་ཁུ་བ་ལ་ཕན་ཚུན་གྱི་ལས། བསགས་ཀྱི་མེད་པའི་རྒྱུ་མཚན་ག་རེ་ལབ་པ་ཡིན་ན་རྐྱེན་དེ་ཡོད་མ་རེད་ལ་རྐྱེན་དེ། རྩ་བ་སྤངས་ཡོད་རབས་རྩ་བ་སྤངས་ཐུབ་ཡོད་མ་རེད་དགྲ་བཅོམ་པའི་འབྲས་བུ་ཐོབ་ཡོད་མ་རེད་བ། ཐེག་པ་དམན་པའི་བློས་བྱས་ན་ལྷག་བཅས་དགྲ་བཅོམ་ལྷག་མེད་དགྲ་བཅོམ་སོ་གཉིས་ཆགས་ཀྱི་རེད། བདག་ཅག་སྟོན་པ་ལྟ་བུ་བྱ་བྱ་གི་ཡིན་ན་ཐེག་པ་དམན་པའི་བློ་ལ་ཡང་ལྷག་ཆད་དགྲ་བཅོམ་བྱ་གི་རེད། ཐེག་པ་ཆེན་པོ་ནང་བཞིན་ཞིག་མ་རེད། བདག་ཅག་བདག་ཅག་སྟོན་པས་གི་སྐུ་གཟུགས་དེ་གིས་སངས་རྒྱས་བྱ་གི་མ་རེད་ཐེག་དམན་ལུགས་ལ། ཉོན་མོངས་དུག་བཞི་ཡོད་རེད་ང་ཚོ་ལ། དགྲ་བཅོམ་དགྲ་བཅོམ་ཟེར་ཉོན་མོངས་དུག་བཞི་ལས་བཅོམ་པ་ཟེར་གི་ཡོད་རེད། ཉོན་མོངས་དུག་བཞི། ཕུང་པོའི། ཕུང་པོའི་བདུད། ཨ་ནི་ཁམས་ཀྱི་བདུད། ཨ་ནི་ག་ཕྱི་ཐག་ཆད་ཨ་ནི་ག་ཅིག་དེ། ཉོན་མོངས་པའི་བདུད་འདི་མ་རེད་ལྷའི་བདུད། ལྷ་ཡི་བུའི་བདུད། བདུད་བཞི་བཅོམ་པ་ཟེར་བ་དེ་རེད། དགྲ་བཅོམ་ཟེར་དེ་རེད། དགྲ་བཅོམ་ཟེར་དེ་སོ་སོ་ཉོན་མོངས་ཀྱི། རང་རྒྱུད་ཀྱི་ཉོན་མོངས་དུག་གསུམ་བཅོམ་པ་ལ་དགྲ་བཅོམ་ཟེར་བར་མ་གཏོགས། དགྲ་བཅོམ་པ་ཐོབ་ནས་ཡང་ལུང་པ་གཞན་དག་ཅིག་འབྲི་ཡ་ཡོད་པ་དེ་འདྲའི་སྐད་ཆ་མ་རེད། དེ་སོང་ཙང་ང་ཚོ་མི་དཀྱུས་མ་ཅན་པའི་ཆ་ནས། ང་ཚོ་འཕགས་པ་ཅན་མ་རེད། ང་ཚོ་རྟོགས་པ་མཐོ་པོ་ཀླད་ལྡན་ཅན་མ་རེད། ད་གར་བྱེད་དགོས་ལགས་ན། ལས་ས་ཡལ་གྱི་རྐྱེན་འདི་ལ་ཡང། ལྡོག་ཐུབ་པ་ཅིག་བྱེད་དགོས་ཀྱི་རེད། རྐྱེན་དེ་མེད་ན་འབྲས་བུ་སྐྱེ་ཐུབ་ཀྱི་མ་རེད། རྐྱེན་དེ་ལ་ལྡོག་དགོས། འོ་ན་རྐྱེན་ལ་ལྡོག་ཟེར་རྐྱེན་དེ་གར་ཞི་དགོས་ལབ་པ་ཡིན་ན། མི་གཅིག་གིས་ཁྱོད་ལ་ཚིག་ངན་གཅིག་ལབ་པ་ཡིན་ན་དེ་ལ་བརྟེན་ནས། སོ་སོའི་རྒྱུད་ལ་ཡང་ཉོན་མོངས་དུག་གསུམ་མ་སྐྱེས་པའི་ཐབས་ཤེས་བྱེད་དགོས་རེད། དེ་མ་བྱས་པས་ན་དེས་རྐྱེན་བྱས་ནས་སོ་སོའི་རྒྱུད་ལ་ཁོང་ཁྲོ་ང་རྒྱལ་སྐྱེ་ཡོང་དགོས་རེད། དགྲ་བཅོམ་པ་ཡིན་ནས་ཨོ་དེ་རེད་སོ་སོ་མི་དཀྱུས་མ་བྱེད་མའི་ཆ་ནས་རྐྱེན་ཟློག་དགོས་པ་རེད། སེམས་བསྲུང་ཟེར་དེ། སེམས་བསྲུང་ཟེར་དེ་སེམས་བསྲུང་ཟེར་དེ་རེད། དྲན་ཤེས་བརྟན་པོའི་ཐོག་ནས་དྲན་པ་དང་ཤེས་ཤིང་བརྟན་པའི་ཐོག་ནས་རང་རྒྱུད་ཀྱི་ལུས་ངག་ཡིད་གསུམ་ལ་བསྲུང་དགོས་ཀྱི་ཡོད་རེད་ཅེས་སང་ད་ངས་ད་ཅི་ངས་ཞུས་ན་ཅི་རེད་མང་པོ་བཤད་ཡོད་དོལ་ཚོད་ག་རེ་ཡོད་མ་རེད།

དང་པོ་ལྔས་ལ། རྟེན་འབྲེལ་ཟས་ཀྱི་དུ་བ། རྟེན་འབྲེལ་ཟས་དེ་ལ་ཡང་རགས་པ་དང། རགས་པ་དང་དང། རགས་པ་དང་ཕྲ་བའི་རྣམ་གཞག་མང་པོ་ཞིག་ཡོད་རེད། རྟེན་འབྲེལ་ཟས་དེ་ལ། རེད་བ། ཇི་ལྟར་ནི། ལ་སླ་ཆོས་ཆོས་ནི་རྟེན་འབྲེལ་ཟས་དེ་རྒྱུ་ལ་བརྟེན་པའི། རྒྱུ། རྒྱུ་འབྲས་ཉིད་ལ་ཡང། འབྲས། ཁ་ཟས་དང། འབྲས་བུ་རྒྱུ་ལ་བརྟེན་པའི་རྟེན་འབྲེལ་ཟས་རྟེན་འབྲེལ་རྣམ་གཞག་ནི་རྟེན་འབྲེལ་རྣམ་གཞག་རགས་ཆོས་དེ་རེད།

གཏན་བདེ་དུ་ཡོད་རེད། གཏན་བདེ་དུ་ཡོད་གཟུགས་ཅན་གྱི་དངོས་པོ་གཅིག་ཆགས་བྱེད་ཀྱི་ཡེ་ནས་སྒོ་འདུས་སྤྲིན་མང་པོ་ཚོགས་པའི་ཚོགས་པ་ཅིག་རེད་མ་གཏོགས་ཚོགས་པའི་གི་དང་ང་ཚོ་གི་མིག་དཀྱུས་མ་ཅིག་གིས་དེ་ལ་ཡ་གཅིག་གིས་ད་གཅིག་གིས་སྐད་ཚ་མ་ལ་ཁྱེའུ་དེ་ཕར་དྲི་ཁྱེའུ་ཟེར་དེ་ནི་ཡོད་རེད། གཟུགས་ཅན་གྱི་དང་འདུས་སྤྲིན་མང་པོ་ཚོགས་པའི་ཚོགས་པ་ཅིག་ལ་ཡ་ཞིག་ཆགས་བསྡད་ཀྱི་ཡོད་རེད་དེ་ལ་གཏན་བདེ་ཟེར་དེ་རེད། ད་ད་གཏན་བདེ་གཞན་དག་ངོས་ནས་བྱ་བ་ཡིན་ན་ཨ་ནི་ད་ཨོ་མ་ཐན་རྒྱུའི་ལོག་གི་གཏན་བདེ་ཟེར་དེ་ད་ཞེ་རུ་ཁྲག་པོ་རེད།

ཨ་རེད། རྒྱུད་ལ་མ་བསྟན་གྱི་འབྲས་བུ་ཅིག་འདོད་དགོས་ས་མི་འདུག་བ་ཡ། ད་རྟེན་འབྲེལ་ཟེར་དུས་འདིར་རྣམ་བཞག་རགས་པོའི་རྣམ་བཤད་ཐེབས་ན་ཧ་གོ་གོ་རེད། དོན་དག་ཡང་དེ་ང་ཚོའི་ཚང་མ་ལ་བརྟེན་ལྷག་པར་དུ་སོ་སོ་གི་ལུས་ངག་ཡིད་གསུམ་གྱི་སྤྱོད་པ་ག་རེ་བྱས་པ་ཡིན་ནས་དེ་རང་རྒྱུད་ཀྱི་རང་རྒྱུད་ཀྱི་ལས་ལ་སོས་བཏབ་སོས་བཏབ་པ་དེ་ལ་བརྟེན་ནས་རྒྱུ་རྐྱེན་ལ་བརྟེན་ནས་ཨ་ནི་མ་འོངས་པ་ལ་ཡ་དེ་གི་ང་ཚོ་མ་སོང་ཞིང་ཁ་དེ་མ་སྐྱེས་ཡོང་གོ་རེད་དེ་ཚོ་ག་རྟེན་འབྲེལ་ཟེར་དེ་རེད། དེ་འདྲ་གི་རྟེན་འབྲེལ་ཡིན་པ་སོང་ཙང

རེད་པས་སེམས་མར་བ། ཁོ་དགྲ་ག་དུས་ཆགས་པ་རེད། ཁྱེད་རང་གི་གི་ཉིན་མོ་ཐུགས་གསུམ་དེ་ཁོ་ལ་ཁོང་ཁྲོ་བསད་དུས་ཁོ་དགྲ་ཆགས་རེད། ད་ཁྱེད་རང་གི་ཉིན་མོ་ཐུགས་གསུམ་དེ་ལ་ཡ། ཅོ་ག་བྱས་སྙིང་པོ་བསྟན་ཕྱིར་མེད་པ་ཆགས་ནས། ད་ཁོ་དགྲ་མ་ཡང་ཆགས་རེད། གར་བྱས་ནས། ཀྱང་སེམས་ལ་བརྟེན་ནས་གྲུབ་པའི་སོང་ཙང། འབྲས་བུ་སེམས་ལ་བརྟེན་ནས་བྱུང་བ་སོང་ཙང་གི་རྟེན་འབྲེལ་ཟེར་རེད། རྟེན་འབྲེལ་ཟེར་ཏེ། ཙི་ཙི་འདི་སྦྱར་ན་ཧ་ལས་པའི་ཟབ་པོ་ཞེས་ཤེས་ཡོད་དེ་ལ་རྟེན་འབྲེལ་ཟེར་ཏེ། ད་ཁོ་སྟོང་ཉིད་དེ་འདྲ་བ་ཞིག་ད་རྟེན་འབྲེལ་སྟོང་ཉིད་ཤེས་པ་ལ་རྟེན་འབྲེལ་ངེས་པར་དུ་ཤེས་དགོས་རེད། ངེད་ལ་སྟོང་ཉིད་ཅིག་དང་གཡུག་བཞག་ཞིག་ངེད་ལ་རྟེན་འབྲེལ་ཨ་ཞེས་མ་ཞེས་བལྟ།

ཀྱི་ཡོད་པ་དང། ང་དྲི་བ་བསེ་གལ་མེད་སྐྱབས་འཇུག་ཅིག་བཞེས་ཡོད་དེ། ཡོན་ཏན་ཀུན་གྱི་ཞིང་བཅུ་དྲུག་དེ་ལྟར་ཕྲ་ཞིང་ཕྲ་བ་ནམ་མཁའ་འབབ་པ་དགེ་ཚོགས་མཐའ་དག་སྤྲོ་བ་ཟ་དེ་ཡོན་ཏན་ཀུན་གྱི་ཆོས་ཞིང་བཅུ་འབངས་དེ་གཅིག་བཀྲ་ཤིས་ཀྱི་ཁྱུག་ཏུ་སྐྱོན་འགྲོ་ནང་དེ་ཡག་པོ་ཅིག་ཡིད་ཏིག་ཅིག་འདུག། རང་གི་རྩ་བའི་བླ་མ་ཅིག་འདུག་བ། རྩ་བའི་བླ་མ་དེ་གིས་ཨ་སོ་སོ་ཁྱོད་ལ་ཡོན་ཏན་ཀུན་གྱི་ཨ་ནི་སྐྱེ་ཡག་གི་གཞི་རྩ་གཙོ་བོ་དེ་རྩ་བའི་བླ་མ་དེ་རེད་ཡོན་ཏན་ཀུན་གྱི་གཞི་རྒྱུ་དྲན་ཅན་རྗེས་ཟེར་དེ།

ལྟ་དུས། ཁྲ་ཞེས་ཁྲ་བ་ཟེར་དེ་ལ་ཡང་ད་ཅི་ཁོ་རང་གི་གསུང་རྣམས་ཞིག་རེད། ལས་རྒྱུ་འབྲས་ཀྱི་རྣམ་བཞག་རྟེན་འབྲེལ་གྱི་རྣམ་བཞག་དེ་ཚོ་ལ་ཡང་ཁྲ་རབས་མང་པོ་བཤད་ཡོད་རེད། ཁྲ་རབས་མང་པོ་ཞིག་བཤད་ཡོད་རེད། ཁྲ་ཞེས་ཁྲ་བ་ནི་ཟབ་མོ་སྟོང་པ་ཉིད་དེ་ཚོ་ཧ་ལས་ཕྲ་བར་བྱས། དེ་ལས་ཕྲ་བ་དེ་ལ་གསང་སྔགས་རྡོ་རྗེ་ཐེག་པའི་ལམ་གྱི། འདི་ནི་ཅི། ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་དེ་ཚོ་ཧ་ཅང་ཕྲ་བོ་བྱས།

ཁར་ས་ཁ་ཤས་ཀྱིས་འདི་གཟིགས་འདུག་བ་ལ། ངའི་ཕ་མ་དེ་ཚོ་ཡིན་ན་འདི་གནང་གི་འདུག་ཚ་ས་བཤངས་ནས་ཨ་ནི་རིའི་སྒང་ཁུ་ཁྱོག་ཁོའི་མིའི་རྒྱུན་གྱི་མེ་ས་པ་མཐོ་པོ་དེ་འདྲ་ལ་སྐྱེས་ཡོང་བ་རེད། དེ་རིང་ཁ་སང་ཡང་མི་ཚོ་མང་ཆེ་བ་གིས་ཕུང་པོ་སྐྲག་ས་དེ་ཆུ་མོ་སྒང་ཁ་ལ་གཡུགས་པ་རེད། ཁ་ཤས་ཀྱིས་ཡང་ད་དེའི་ས་དེ།

རྒན་བཟང་ང་དྲང་པོ་བཤད་དགོས་རུང་ཨ། ད་ནང་པ་ནང་པ་སངས་རྒྱས་པའི་བློ་ཆགས་ན་མི་གཅིག་གྲོངས་སོང་ན་མི་དེ་ལ་ཡ་ཨ་ནི་ལོ་ང་ཡིད་གསུམ་ལས་ཇོ་ཝང་ཟེར་དེ་གིས་ང་ཚོ་མ་སོང་ན་དྲ་བཀྲུས་དེ་མ་སོང་ན་གཙང་མ་བཟོས་བྱས་ཡོད་རེད་དེ་ཚར་སོང་ན་མི་དེ་གྲོངས་ཚར་དུས་ཚོད་ནས་མི་གི་རུ་ཁོག་བྱོས་རུང་ཨ་དེ་ལ་རུས་ཆང་ཟ། རུས་ཆང་བྱས་ན་རུས་པ་ལྷག་སྐྱེ་དགོས་བ་རེད། ད་ནི་རུས་ཆང་བྱས་པའི་གི་རུས་ཆང་བྱས་བྱས་པའི་བྱས་བྱས་པའི་གི་ཐག་ལྷག་དང་རུ་ཁོག་དེ་ཚོ་ཨ་ནི་མ་འདོང་བྱས་ནས་ཨ་ནི་ཚ་ཚ་རྒྱབ་པ་ཡིན་ནས་ཉེས་པ་ཡོད་མ་རེད་སྐྱོན་ཡོད་མ་རེད། ཡག་ཤོས་བོ་དེ་རེད་ད། རེ་ཟུང་བོ་དེ་ཡག་ཤོས་རེད་མ་གཏོགས་གཞན་གཅིག་གི་ཆོས་གང་ག་ལ་ཤོད་ཟེར་དེ་ལྟ་བུའི་ཧིན་དུ་གི་ཧིན་དུ་དེ་ཚོ་གི་ཆོས་གང་ག་ལ་མི་རོ་མི་ཞིག་ག་ལ་ག་ལ་རོ། ཨ་ནི་རོ་དེ་ཕ་གི་ཆོས་གང་ག་ལ་དྲིས་ནས་ཆུ་ཨ་ནི་ཆུ་ལ་དྲིས་པ་ཡིན་ན་སྡིག་པ་དག་གི་རེད་ཟེར་བསམ་བློ་འབྱོར་བ། འཕྲུལ་ལས་ཆོས་སྡུད་དང་ནི་རེག་མས་དྲེགས། ནང་པ་སངས་རྒྱས་པའི་ཁས་ལེན་གི་མ་རེད། ཆོས་ལས་ཆོས་འདོད་པ། ཨ་ནེ། རེག་མའི་གྲས་སུ་ཐལ། མེ་རིག། རིག་ཆུང་ཆུང་ལྡན་ཚོ་ལ་ཡང་བསྙབ་བཅོས་བཏང་བ་ལྡོག་ཆ་ཡིན་པ་བརྩིགས་པ། ཨ་ནེ། སྡིག་སོགས་སོ་སོ་ལ་ཡང་སྡིག་པ་དག་ཡ་ཆོད་སོ་སོ་སོ་སོ་སོ་ལ་ཡང་ཨ་ནེ་གཅིག་གིས་དྲི་དང་བདེན་འདོད་ཀྱི་ཞུ་ཡས་ལྡན་ཚོ་ག་ང་ལ་ཆོས་ལས་ཆོས་འདོད་ད་ནི་རེག་མའི་གྲས་སུ་ཐལ་རིག་བྱེད་ལྔ་ས་རིག་པ་ཆད་པ་ལྔ་བཞག་ཡོད་རེད། རིག་བྱེད་ལྔ་བཞག་དགོས་རེད་འདི་གི་དཔལ་ལྡན་ཆོས་གྲགས་ཀྱིས་ད་གསུངས་ན་དང་ཞེན་ད།

རྒྱལ་བ་རིན་པོ་ཆེ་རྟག་པར་བཀའ་གནང་སྟེ་འོས་རེ་ང་ཚོ་ལ་སེམས་པ་བཟང་པོ་བྱེད། ང་བོད་པ་ཡིན་བསམ་མེད་ཀྱི་བསམ་བློ་དེ་སོང་ལེ་མ་བྱེད། ཨ། སྙེ་མ་ང་ཏེག་སཱ་དེ་དུས་ཚོད་ནས་བོད་པ་བྱེད་པོ་བྱེད། ང་འབར་ལ་འགྲོ་གི་དེ་ང་བོད་པ་ཡིན་ཙང་ལབ་གི་མེད་ས་ང་མེག་སི་ཀན་ཡིན་ལབ་གི་ཡོད་ས། ཁྱེད་རང་བོད་མེག་སི་ཀན་ཡིན་ལབ་ནས་མ་ལེན་ནས་ཁྱེད་ཡོད་མ་རེད་ཁྱེད་རང་གི་གདོང་དེ་ཁྱེར་འགྲོ་དེ་ཡོད་རེད་ཟིན། དེ་ཕན་ཐོག་གི་མ་རེད།

རླུང་རྒྱུ་ངོ་གུམ་ཡག། རྟགས་མ་དོད་ཡོང་དུས་ཙང་གར་སྤྱོད་སླེབས་ན་ཁོང་ཚོ་གིས་པོ་ལིས་ལ་ཕོམ་མདངས་བྱས་ནས་སྤུ་གུ་གཅིག་སྤུ་གུ་ཆུང་ཆུང་གཅིག་ལ་པོ་ལིས་ཟེར་གི་ཁོང་ཚོ་ལ་ཡག་ཨ་ནི་སྐད་ཆ་བཤད་སྐད་ཆ་བཤད་ད་ང་ཚོ་སྤུ་གུ་དེ་གི་ལ་ཡག་ཨ་ནི་ད་བསླབ་བྱ་རྒྱ་ནག་དེ་པོ་ལིས་རེད་པོ་ལིས། ད་བདེན་རྫུན་ཁྲེས་མི་མང་པོ་གཅིག་ཁོ་རེ་སྐྱེས་སྟོབས་ནས་སྐྱེས་ས་གི་སྐྱེས་ས་གི་ད་ཕ་མ་སྤུན་རྒྱག་ཚ་མོ་ལོ།

གཅིག་གིས་རྣམ་དཔྱོད་དེ་ལྡན་པར་འདུག་གཅིག་རྣམ་དཔྱོད་དེ་ལྡན་པར་མི་འདུག། གཅིག་གཞི་རིམ་འཛིན་གྲྭ་བཅུ་གཉིས་འཛིན་གྲྭ། རྒྱུ་འཕྲོད་འདུག། འཕྲོད་དྲུག་འདུག། གཅིག་རྒྱུ་མ་སྒྲོལ་མ་བཅུ་སྤྲེལ་སླེབས་འདུག་དེ་ཤར། མར་བས། ཕ་མ་གཅིག་པུ་བུར་བ་དེ། པུའུ་གཉིས་ཀ་ལ་ཕ་མེས་ཀྱི་བརྩེ་བ་སྤྲད་ཡོད་རེད། པུའུ་གཉིས་ཀ་ལ་ཕ་མེས་ཀྱི་གཅིག་གྱུར་གྱི་ཤེས་ཡོན་གྱི་གོ་སྐབས་སྤྲད་ཡོད་རེད་དེ། མཐའ་མ། མི་ཚེ་མཐའ་མ་དེ། ལམ་ཁ་ལོག་ཁར་འགྲོ་བཞིན་འདུག། འདི་སུས་བཟོས་པ་རེད་ཕ་མས་བཟོས་པ་རེད་ཟེར་ནི་མ་རེད། དེ་ཨ་སུ། རྒྱུས་མེད་བལྟོས་མེད་ལས་བྱུང་བའི་རེ་འབྲུམ། རེ་འབྲུམ། Science། གི་རེ་འབྲུམ་ཁས་ལེན་གྱི་ཡོད་རེད། Science། འདི་ལྐུགས་པ་འདྲ་བོ་ཇི་རེད་མི་ཤེས། རེ་འབྲུམ་ཟེར་འདི་རྒྱུས་མེད་བལྟས་མེད་ལས་བྱུང་བ་མ་རེད། ཁོ་རྒྱུས་ཀྱི་ཡོད་རེད། བྱས་ཙང་མི་དེ་གི་མི། གཤིས་ཀ་ལོག་ཀ། སྤྱོད་པ་ལོག་ཀ། Attitude ལོག་ཀ། Mood ལོག་ཀ། ཞོ་གས་ལ་འདི་གར་མུར་ཡག་པོ་ཞོས་ཡོང་གིན་གོང་ད་མུར་ཁ་རབ་ཆགས་སྟེང་དུ་འདུག་འདུག་ཨ་ད། དེ་འདྲས་ཀྱི་མིག་གཅོད་པ་དང་གཤིས་ཀ་དེ་སྣ་ཚོགས་པ་ཡོང་ངེས་ཏེ་ཟེར། སྣ་ཚོགས་པ་ཡོང་བ་ཡོངས་རྫོགས་དེ་ག་ནས་སྐྱེས་རེད་ཟེར་ན་རང་རང་སོ་སོའི་ནི་བསགས་པའི་ལས་ལས་བྱུང་བ་རེད་དེ་ལགས། རེད་རོ། ལས་ལས་འཇིག་རྟེན་སྣ་ཚོགས་པ་སྐྱེས་རེད། འདྲ་མི་འདྲ་སྐྱེས་རེད་ཟེར། རེད་རོ། དེ་འདྲའི་གཅིག་རེད། དེ་གང་ལོ། ཐོག་ཐུག་ན་ལས་ལ་ཐུག་གི་རེད། བདག་དེ་ཁྱེད་ཤེས་ལ་གསུངས་པ་རེད། སོ་ངས་དེ་གསལ་བཤད་བྱས་པར་མ་གཏོགས་དེ་ཤེས་ལ་མ་མཁྱེན་པ་གཅིག་གིས་ངེད་ཀྱི། ཞལ་འདེབས་རྒྱག་མ་རྟགས། རེད། འོ་དེ། The complexity of the world comes from the complexity of Karma ཅེས། ད་རྣམ་པ་དེ། དྲི་བ་བདག་ཉིད་དུ་འགྲོ་ས་དོགས་ནི།

ཕ་ཕྱོགས་དེ་ཕ་རི་རེད་སུ་རི་རེད། ཕ་ཕྱོགས་དེ་ཕ་རི་རེད་དེར་ཡང་རྒྱུ། བྱས་ཙང་རང་གི་རང་ལངས་ས་གི་ས་གནས་དེ་ནས་ལྟ་གི་ཡིན་ན་ཕ་ཕྱོགས་དེ་ཕ་རི་ཆགས་ཀྱི་ཡོད་རེད། ཨ་ནི་རང་ལངས་ས་དེ་ཚུ་རི་ཆགས་ཏེ་ཡོད་རེད། ཨ་ནི་ཕ་རི་དེ་ཚུ་རི་གཉིས་དེ་གཅིག་གཅིག་ལ་བརྟེན་པ་རེད་མ་གཏོགས་ཕ་རི་དེ་ཚུ་རི་ཡི་རྒྱུ་བྱེད་པ་དང། ཨ་ནི་ཚུ་རི་དེ་ཕ་རི་གི་འབྲས་བུ་མ་རེད་དེ་ཤེས་དགོས་རེད། ཏཱའི། Great you did it you did very well man you did very well དེ་ག་ནས་ཤེས་ཀྱི་ལམ་གཙུག་རྣམ་གསུམ་ནང་གསུངས་ཡོད་རེད་ད་རེད་བ། སྣང་བ་རྟེན་འབྲེལ་སྟོང་པ་མེད་པ་དང་སྟོང་པ་ཁས་ལེན་བྲལ་བའི་གོ་བ་གཉིས། ཇི་སྲིད་སོ་སོར་སྣང་བ་དེ་སྲིད་དུ་ད་དུང་ཐུགས་ཀྱི་དགོངས་པ་རྟོགས་པ་མེད། ནམ་ཞིག་རེས་འཇོག་མེད་པར་རྟེན་འབྲེལ་དུ་རྟེན་འབྲེལ་ལུས་བ་མེད་པ་ཉིད་མཐོང་ནས་ཨ། རྟེན་འབྲེལ་མི་ལུས་མཐོང་བ་ཉིད་ཙམ་ནས། ངེས་ཤེས་ཡུན་གཅིག་འཛིན་སྟངས་ཀུན་གཅིག་ན། དེ་ཚེ་ལྟ་བའི་བྱེད་པ་རྫོགས་པ་ལགས། སྣང་བའི་ཡུལ་རྟག་གསལ་གྱི། སྣང་བ་དང་སྟོང་པའི་མེད་རྟག་གསལ་གྱི་སྟོང་པ་ཉིད། རྒྱུ་དང་འབྲས་བུར་བྱ་བའི་ཚུལ་ཤེས་ན། མཐར་འཛིན་ལྟ་བས་འཕྲོག་པར་མི་འགྱུར་རོ། ད་དེ་གཉིས་ཤེས་ཚར་སོང་ན། ཨེ་དྲ་འབམ་སྐྱབས་ན་གཏོར་ཐུག་མ་རེད་ཟེར་བ་ལྟར། ཨོ་རེད་སོང། ད་དེ་འདྲས་ཀྱི་ཤེས་ཚར་སོང་ན། ཨ་ནི་ནིའུ་ཡོག་གྲོང་ཁྱེར་ནང་ལ་དེ་རྒྱུ་ཡོད་མ་རེད། པའི་ཇུས་གཏོགས་དགོས་པ་ཇི་སྲིད་དེ་རྒྱུ་ཡོད་མ་རེད་ག་བ་འགྲོ་དགོས་སའི་གནས་དབེན་པ་ལ་འགྲོ་ཞོག་ཟེར། དེ་ལྟར་ལམ་གྱི་གཙོ་བོ་སྣང་གསུམ་གྱིས་གནས་རྣམས་རང་གིས་ཅིག་རྟོགས་པའི་ཚེ་དབེན་པ་བསྟན་ཏེ་བརྩོན་འགྲུས་སྟོབས་བསྐྱེད་དེ་སྟེང་གི་དུ་བ་ཉིད་དུ་གྲུ་བཞི་བུས་རྗེ་རིན་པོ་ཆེའི་ཕ་དང་བུའི་དུས་བཞི་ཅན་བུ་ཁྱོད་ཕ་ལྐུག་རྟགས་མ་ལོས་རོ་གྱིས་ད་བུ་དེ་ཁྱོད་ཟབ་གསག་བྱེད་ཞོག་སྟེང་གི་དུ་མ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་སྒྲུབ་ག་ལ་འགྲོ་ཞོག་གསུང་བ་རེད། རེ་བ། ཇི་སྲིད་མེ་ལས་རེག་པ་པའི་སྐུ་བོའི་མདོ་བ་ཇི་སྲིད་མེ་ལས་རེག་པའི་སྐུར་གྱི་ཡོད་རེད། འཕགས་ཡུལ་འཕགས་ཤིང་འཕགས་གང་སོགས། འཁོར་བའི་སྙིང་པོ་མེད་པའི་ཆོས། དེ་རྣམས་སུ་དགའ་ཀུན་དགའ་ཁྱེར། བུ་ལྔ་ཐར་པ་གྲུབ་ཏུ་འགྲོ། བསླབ་རེ། ཇི་སྲིད་མེ་ལྷ་རེད། ཇི་སྲིད་མེ་ལྷ་རེད་བར་འཁྱམས་འགྲོ་རེད། འཁྱམས་ནས་སུ་དེ། ཚུར་ལོག། མ་རྒན་གྲོངས་ཚར་རེད། མ་རྒན་ཡོད་དུས་བུ་ང་མེད་བུ་ང་ཡོད་དུས་མ་རྒན་མེད། ཡིན་ནས་གཉིས་ཀ་རྫུབ་རུང་གཉིས་ཀ་གཉིས་ཀ་རྫུབ་རུང་སྙིང་པོ་མེད་སྙིང་པོ་ཡོད་པར་ལྷ་ཆོས་བྱས། ཡང་འགྲོ་ཤག་རེད་འཁྱམས་འགྲོ་རེད། འཁྱམས་ནས་སུ་ད་སྤུན་རྒྱག་བུ་མོ་དེ་ལྷག་དེ་རེད། སྤུན་རྒྱག་བུ་མོ་ལྷག་བྱེད་དུ་མི་ལ་རེད་པ། ལོ་ཟླ་ཟླ་བ་འཁྱམས་ནས་ལོག་འདུག་སྒང་ལ་སྤུན་རྒྱག་བུ་མོ་དེ་ནས་ས་ཆ་ཆེན་པོ་སྤོས་ཚར་ཡོད་པ། ད་དེ་རིང་སིང་ཡིན་ནས་ཨི་མེལ་བཏང་ཡས་ཡོད་རེད་ནན་ཝན་ཝན་གནང་ཡས་ཡོད་རེད་འདྲ་མི་འདྲ་ཡོད་རེད་དེ་བྱེད་ཡས་མི་འདུག་ད་ལོག་འདུག་སྒང་ལ། སྲིང་མོ་ཡོད་དུས་ནུ་བོ་མེད། ནུ་བོ་ཡོད་དུས་སྲིང་མོ་འཁྱམས། འཁྱམས་རེད་ད། ཡིན་ནའི་གཉིས་ཀ་འཛོམས་རུང། ད་སྤུན་ལྕག་བུ་དང་བུ་མོ་གཉིས་ཀ་འཛོམས་ན་ཡང་འཁྱམས་འདྲའི་རྒྱབ་དེ་ཡ་གཅིག་མ་གཅིག་གས་ཡོད་མ་རེད། ཨ་འདི་སྙིང་པོ་གས་མི་འདུག་བུ་ང་སྙིང་པོ་ལྷ་ཆོས་བྱེད་ཀྱི་ཡིན་གསུང་བ་རེད། ཡག་པོ་འདུག་ད་ཁང་པ་འདི་གོག་ཏུ་ལྷག་བསྡད་ཡོད་རེད། སྤྱི་ཟུར་མི་ལ་རེ་བ་ཡང་སྐྱོ་འཁྱམས་ཚར་རེད་ཁང་པ་གོག་ཏུ་ལྷག་བསྡད་ཡོད་རེད། ཇི་སྲིད་མེ་ལ་རེ་བ་ལོག་འོང་དུས་ཁང་ཁང་པ་མ་བརྡིབ། སྒོ་དང་སྒེའུ་ཁུང་གང་ལ་རྐུན་མ་ཁྱེད་ཇག་པ་ཁྱེར་ཡོད་མ་རེད། ཡང་ཇི་སྲིད་མེ་ལ་རེ་བ་བློ་ཕམ་ཡང་མར་བརྟག། སྐྱིད་པོ་བཞུར་བྱུང་གི་རེད། ཁང་པ་ཡོད་དུས་བདག་པོ་མེད། བདག་པོ་ཡོད་དུས་ཁང་པ་རུལ། གཉིས་ཀ་འཛོམས་རུང་སྙིང་པོ་མེད། སྙིང་པོ་ཡོད་པ་ལྷ་ཆོས་ཆེ། འགྲོ་བ་སྙིང་པོ་ཡོད་རེད་མགུར་གསོལ་འདི་ལྟར་བཞིན་ག་ཡོད་རེད། ཞིང་ཁ་དེ་ཡོད་རེད་ད་ཇི་མ་ཇི་ཞིང་ཁ་ཐ་མ་དེར་ཞིང་ཁ་མོན་རྒྱ་ཡི་ཐོང་འདྲ་བོ་དང་འདྲ་མི་འདྲ་བྱས་པ་ཡོད་རོ། དེ་ཚོའི་སྒང་ལ་རྐུན་མ་གྱི་བདག་པོ་སྐྱག་ས་སྐྱག་ཇག་པ་བདག་པོ་སྐྱབས་ས་སྐྱམས་བྱས་དེ་ཡོད་རེད་ད་ལོག་ཡོད་རེད། ཞིང་ཁ་ཡོད་དུས་བདག་པོ་མེད་བདག་པོ་ཡོད་དུས་ཞིང་ཁ་རྐུས། གཉིས་ཀ་འཛོམས་རུང་སྙིང་པོ་མེད་སྙིང་པོ་ཡོད་པ་ལྷ་ཆོས་བྱེད། དེར་གསུངས་ཡོད་རེད་ད་ཞིང་ཁ་ཤོར་ཚར་རེད་ཁང་པ་ཤོར་ཚར་རེད་མ་རྒན་གྲོངས་ཚར་རེད། སྤུན་ཆགས་བུ་མོ་ཁྱམས་ཚར་རེད་ད་ཇི་ཙམ་མི་ལ་རེ་བ་གས་ལྷག་ཡོད་མར་བ་ད་སེམས་སྐྱིད་པོ་ཞུ་བྱུང་ཡོད་རེད་ང་ཚོ་ནས་བློ་ཕམ་གི་རེ་བ་རེད་བ་ཇི་ཙམ་མི་ལ་རེ་བ་བློ་ཕམ་ཡོད་མར་ད་སྐྱིད་པོ་ཞུ་བྱུང་རེད་ཏག་ཏག་བྱུང་སོང་ད་ད་རེས་ང་ཆོས་སྒྲུ་བས་ཀྱི་མཐུན་རྐྱེན་གང་ཚང་སོང་སོང་ཨ་ནི་མགུར་མཐའ་མ་དེ་བཏང་བ་རེད་མཐའ་མ་ག་རེ་བཏང་ཕ་ཡུལ་ཕ་ཞིང་ཕ་ཁང་སོགས་འཁོར་བའི་སྙིང་པོ་མེད་པའི་ཆོས་དེ་རྣམས་སུ་དགའ་ཀུན་དགའ་ཁྱེར་བུ་ང་ཐར་པ་བསྒྲུབ་ཏུ་འགྲོ། དེ་ནས་ན་རྗེ་བཙུན་མི་ལ་རོལ་པ་པད་དཀར་བློ་རྟགས་བཅོས་ནས་བསད་དེ། ཨེ་ནི་བླ་མ། མར་པ་བསྟེན་གསོལ་ནས་ནི་ཨེ་འབར་བསྟེན་ནས་གསོལ་ཏེ་ཨེ་ནི་ཚེ་གཅིག་ལུས་གཅིག་ལ་ཟུང་འཇུག་གི་གོ་འཕང་ཐོབ་པ་རེད་དེ་ཐོབ་པ་དེ་བཀའ་དྲིན་དེ་སུས་བྱས་རེད་མི་གཞན་པས་བྱས་ཡོད་རེད།